ཨོ་རེ་ཡང་ངས་དེ་རིང་འདི་ནས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་དང། ཨོ་རེ་ཡང་དེ་རིང་འདི་ལ་ཁ་ལོ་བ་ད་དེ་འདྲའི་ད་དེའི་ཆ་ལ་ཕེབས་དེ་འདྲ་རེ་ཤི་ཡས་དང། ཨ་རི་ཡུག་རེན་གཉིས་ཀྱི་དེ་རིང་དམག་གི་གནས་སྟངས་དེ་ག་འདྲ་ཞིག་ལ་འགྲོ་གི་འདུག་ལ་ངས་དེ་སྐོར་ལ་ཨ་རི་ད་དེ་རིང་བརྙན་ཐུང་ཉིས་བརྒྱ་བརྒྱད་ཅུ་གྱ་གཉིས་དེ་གཅིག་བཟོས་ན་ཟེར་སོང། དེ་བཞིན་ད་དེ་རིང་འདི་ལ་ང་ཚོ་བརྙན་ཐུང་ཉིས་བརྒྱ་བརྒྱད་ཅུ་གྱ་གཉིས་ཀྱི་ནང་ལོགས་ལ་ཨ་རི་ད་དེ་རིང་སྐད་ཆ་བཤད་ཡས་གནས་བརྟན་འགྲོ་འདི་ཨ་རི་ད་དེ་རིང་གནས་བརྟན་གལ་ཆེའོ་ཨ་རི་གཅིག་རང་གི་སྐོར་ལ་གཅིག་ཆགས་ཀྱི་ཡོད་འདུག།

ཁྱིམ་ཚང་རག་གི་ཡོད་ཟེར་བ་དེ་འདྲ་གི་གནས་ཚུལ་ཞིག་ད་དུས་ཚད་ལ་ཅི་ལྟར་རྩ་བ་རེད་མི་འདུག་བ་ད་ཅི་ལྟར་ཁ་སང་ཉི་མ་དེ་ལ་ར་ཤི་ཡའི་ངན་ནས་དེ་འདྲ་བ་ཤེས་ཡི་འདུག་ག་འདྲ་ཁོ་ཚོ་ངོས་ནས་གང་རྒྱོབ་རྒྱོབ་དེ་ཟ་ཐུབ་གི་འདུག་དོ་དེ་འདྲའི་ག་འདྲ་གནས་ཚུལ་ཞིག་ཁ་སང་ཉི་མ་ཤེས་ཡི་ཡ་རེད་དེ་ཡིན་ན་འདི་ཤེས་བ་ནང་ལྟར་གི་ཨ་ནི་ད་ད་ད་དེའི་ཆར་ཕི་ན་ལ་དེ་འདྲ་གི་ཅིག་ག་འདྲ་ད་ཤེས་བ་ནང་ལྟར་ཞིག་གལ་གླེང་གི་མི་འདུག་བ་ཨ་ནི་དེ་གླེང་གི་ཚབ་ལ་ཨ་ནི་ད་ད་ད་དང་གོང་དུ་ད་ད་ཡུཀ་རེན་གི་དམག་མི་ངེས་ནས་ཁོ་ཚོ་གི་དེ་རིང་བརྙན་ཐུང་བཟོ་རེ་ཟེར་ནས་གཏན་འཁེལ་རོ། ཨ་ནི་དེའི་བརྙན་ཐུང་དུ་ནང་ལ་དང་དུ་ཡུཀ་རེན་དམག་མི་ག་རེ་བཏིང་ལ་ན། ཨ་ནི་ཁོང་ཚོ་ས་ཁུལ་བག་མུར་ནང་ལ་ཡེར་བ་རོ། ཨ་ནི་བག་མུར་ནང་ལ་ཡེར་བ་ཙམ་མ་ཟད་ཨ་ནི་བག་མུར་གྱི་ས་ཆ་གལ་ཆེ་བོ་དེ་ད་རུང་ནས་ཁོང་ཚོ་གིས་གཟིམ་བསྡད་ཡོད་དེ་འདི་གང་ལྟར་ད་དཔང་རྟགས་བཟོ་ར་དེ་ཡན་ཆད་དུ་ཨ་ནི་ད་གོང་དུ་ག་ད་བརྙན་ཐུང་དེ་ར་གཏན་འཁེལ་རོ། འོ་དེ་ཚོ་ཤུགས་ལ་ཨ་ནི་ད་གང་ལྟར་ག་རེ་ཡིན་ནས་མ་ནས་ག་ད་ས་ཁུལ་བག་མུར་དེ་ཚོ་ནང་ལ་ད་རུང་ནས་ཁོང་ཉིད་རྫིག་ངན་ཙམ་ཞིག་མ་འདུག་ཨ་ནི་གཅིག་རྒྱལ་ཁ་ཐོབ་པའི་དང་གཅིག་ཤོར་རེས་དེ་རེས་གནས་སྟངས་ཅིག་གལ་ད་དུས་ཚོད་ལ་ཕེབས་ཨ་མི་འདུག་བ།

དེ་བྱས་ད་དེ་ཡིན་ད་ལྟ་ཡང་ང་ཚོ་གར་ཙམ་ད་དེ་ར་ཤི་ཡའི་དང་ཨ་ནི་ཡང་ཡུག་རེན་གི་དམག་དང་འབྲེལ་བ་ཡོད་ད་དེ་རི་གནས་ཚུལ་གལ་ཆེ་བོ་ཅིག་ག་རེ་གོ་ཚུལ་འདུག་ལ་ནི་ཨ་ད་དེ་ད་ད་དང་གོང་ད་ད་ངས་བརྙན་ཐུང་དེ་ད་ཉིས་བརྒྱ་བརྒྱད་ཅུ་གྱ་གཅིག་གི་ནང་ལ་སྐད་ཆ་ག་རེ་བཤད་ལ་ནི་ཨ་ད་དེ་ད་ད་དང་གོང་དོག་རང་ད་ད་ང་ཚོ་གཅིག་ད་དང་པོ་གི་ཚེས་གཉིས་གསུམ་དེ་ཚོ་ནང་ལ་ཨ་ནི་ད་ད་ང་ཚོ་ཡུག་རོབ་སྤྱི་མཐུན་ཚོགས་པ་ཡི་དེ་རི་ད་ང་ཚོ་གོ་སྒྲིག་ཐོག་ཤེས་དེ་ད

གལ་ཆེ་གེ་དང་པོ་དེ་ག་རེ་བྱས་ན་ན་ད་དེ་ད་ལྟ་ང་ཚོ་ཡུཀ་རེན་དེ་གང་ལྟར་གང་མགྱོགས་མགྱོགས་ཚ་གང་ལྟར་ད་དེ་ད་ང་ཚོ་ག་རེ་བྱས་ཡུ་རོབ་སྤྱི་མཐུན་ཚོགས་པ་ཡི་དེ་རིང་གི་ཚོགས་མི་ཞིག་བཟོ་ཡས་ད་ཨ་ནི་ཁོ་ཚོ་གིས་ནས་ད་པད་ཤུགས་ཞེ་བོ་ཞིག་རྒྱག་གེ་ཟེར་བ་ཨ་ནི་ཤུགས་རྒྱག་ཡས་ཙམ་མ་ཟད་ཨ་ནི་གང་ལྟར་ང་ཚོ་ཡུ་རོབ་སྤྱི་མཐུན་ཚོགས་པ་གིས་ནས་ག་དེ་ཡིན་ན་ད་གང་ལྟར་ཡུཀ་རེན་དེ་པད་གང་ལྟར་ད་ཡུ་རོབ་སྤྱི་མཐུན་ཚོགས་པ་གི་གང་ལྟར་ཚོགས་མི་ཆགས་ཡས་གི་པད་ང་ཚོ་ད།

ཁས་ལེན་བྱས་ལ་ཡང་ཆ་རྐྱེན་ཁ་ཤས་ཤིག་ཁས་ལེན་དགོས་རུང་བའོ། དེའི་ཆ་རྐྱེན་དེ་ནང་ནས་ཆ་རྐྱེན་གལ་ཆེ་བོ་ཞིག་ཨ་རི་ཡུཀ་རེན་གྱི་ངང་ནས་སྒྲུབ་ཐུབ་ཀྱི་ཡོད་མ་རུང་བ་ཨ་རི་དམིགས་ས་དེ་གི་ཆ་རྐྱེན་དེ་གི་སྒང་ལ་ཡུཀ་རེན་ལ་དཀའ་ངལ་ཞི་བོ་འཇལ་རུང་བའོ། དེ་འདྲའི་གི་གནད་འགག་ཞིག་ལ་བརྟེན་རྗེས་ཨ་རི་དང་དེ་ལྟར་མདང་དགོང་དང་དེ་ལྟར་ཡུ་རོབ་སྤྱི་མཐུན་གྱི་ཚོགས་པ་གི་དེ་འདྲའི་འགོ་ཁྲིད་དེ་ཚོ་ངེས་ནས་ཡང་ངེས་ནས་ཡང་དེ་ལྟར་ཡུཀ་རེན་ལ་དེ་དེའི་སྒང་ལ་ག་ལ་གང་འཚམས་གང་དག་ད་དེ་འདྲའི་གི།

ཆ་དགོས་ད་ཡུ་རོབ་སྤྱི་མཐུན་ཚོགས་པ་དེ་དེར་ཚོགས་མི་ཆ་ལ་ལོ་ཨོ་དེ་འདྲ་སོང་ཙང་ཨ་ར་ཡུ་ཀེ་རེན་དཀྲོག་ཆ་ཤ་བ་ད་ཨ་ར་ཡུ་རོབ་ནང་ལ་དེ་འདྲའི་ལྐོག་ཟ་རེ་ཟུང་མང་ཤས་ཀྱི་རྒྱལ་ཁབ་ཞིག་ཡིན་ལ་ལོ་ཨོ་དེ་འདྲ་སོང་ཙང་ཨ་འདྲ་གང་ད་ད་གོང་དུ་གང་ད་ཡུ་རོབ་སྤྱི་མཐུན་ཚོགས་པ་ཡི་འགོ་ཁྲིད་བཟུང་ངེས་ནས་ཨ་འདྲ་དེས་གང་ལྟར་ད་ལྐོག་ཟ་རེ་ཟུང་བཀའ་མངགས་ཏེ་གང་ཀྱོག་ཀྱོག་གང་ད་མེད་བ་བཟོ་དགོས་རེད་ལ་ནི་དེ་འདྲའི་གང་ལྟར་ད་བའི་ལམ་སྟོན་གྱི་བཟོ་ར་ཅིག་བྱས་ཤ་ར་ཨོ་ཨ་ནི་དེ་གི་ལམ་སྟོན་དེ་མ་བྱས་ཀྱི་ངེས་ནས་དེ་ད་གང་ལྟར་ཡུ་ཀེ་རེན་གྱི་ངེས་ནས་དེ་འདྲའི་གི་ལམ་སྟོན་ཅིག་བྱེད་ཀྱི་ཡོད་བ་དེ་ཁོང་ཚོས་ཧ་གོ་གི་ཧ་གོ་ཡོད་བ་ལ་བརྟེན་རྗེས་ཨ་ནི་དེ་ད་ང་ཚོ།

མཚོ་སྔོན་གྱི་སྒང་ནི་དཔལ་འབྱོར་སྙི་བ་དང་རོ་ཨ་རི་སྙི་བ་དེ་ལ་ཨ་ནི་དེ་ལས་ཡང་གལ་ཆེ་སྟེ་ཨ་ནི་དེང་དུས་ཀྱི་དེ་འདྲ་གི་འཁྲུག་ཆས་ཡིན་ན་ཡང་དེ་འདྲ་གི་ཚན་རྩལ་རིག་པ་དང་འབྲེལ་བའི་ཐོག་ནས་ཨ་ནི་ཕ་དེ་འདྲ་གི་ད་གང་ལྟར་དཔལ་འབྱོར་གྱི་སྙི་བ་བཏང་ཡིན་ལ་རོ་ཨ་ནི་ད་འཁྲུག་ཆས་དང་ཚན་རྩལ་རིག་པ་ལ་ཡི་སྐབས་སུ་དོགས་དོགས་བྱས་པ་ན་ཨ་ནི་ད་དེ་ད་ང་ཚོ་བྷེ་དེ་འདྲ་ར་ཤི་ཡའི་ནང་ལ་ཨ་ནི་དེ་འདྲ་ར་ཤི་ཡའི་མཚན་ཆ་ཡིན་ན་ཡང་དེ་འདྲ་གི་ར་ཤི་ཡའི་ད་ང་ཚོ་གང་ལྟར་ད།

དེ་ཉིན་མོ་དེ་ནས་བཟུང་རྗེས་ཨན་ཕ་ཨན་ད་ད་ར་ཤི་ལ་དེ་ནས་དཔལ་འབྱོར་གྱི་ཉིན་བ་སོགས་ལ་ཏང་འགན་ས་ད་དེ་འདྲའི་ཁོ་ཚོ་གི་ད་ཐག་ཆེ་གལ་ཆེ་བ་གཉིས་བ་དེ་བྱས་ཡོད་རེད་བ། ཨ་ནི་གསུམ་པ་དེ་ཨན་ད་ག་ད་ད་དེའི་ཆ་ལ་ཕེབས་ད་ད་ཡུཀ་རེན་ང་ལ་དཀའ་ངལ་ཤུགས་ཆེ་ཤེས་དེ་ཨན་གློག་དང་ཆུ་གི་དཀའ་ངལ་དེ་ཞི་བ་ཆུ་ག་ད་འཕྲད་དེ་ཡོད་རེད་བ་ད་ག་ད་ར་ཤི་ཡི་ངེས་ནས་ཡུཀ་རེན་གྱི་ཆུ་གློག་དང་ད་ད་དེ་ད་ང་ཚོ་གར་ས་གློག་ཆུ་མཛེས་ད་ད་ཞི་བ་གཏོར་རྗེས་དེ་རིང་དཀའ་ངལ་ཆེ་འཕྲད་དེ་ཡོད་རེད་བ། འོ་དེའི་དཀའ་ངལ་དེ་སེལ་ཆེད་དུ་ཨན་ད་ད་ང་ཚོ་ཡུ་རོབ་སྤྱི་མཐུན་ཚོགས་པ་གི་ངེས་ནས་ཨན་ད་ང་ཚོ་དེ་ལས electric generator ལོབས་རེད་ད་ད་ང་ཚོ་ད electric generator

ཆེད་དུ་རོགས་སྐྱོར་བྱས་བཞིན་དུ་ཡང་དེ་འདྲའི། ག་རེ་ཟེར་ང་ཚོ་ད་གྲོ་ལོག་བར་གྱི་ས་ཡ་ཉི་ཤུ་རྩེ་ལྔ་དེར་བལྟ་ཡང་ཡིན་པའི་སྐད་ཆ་ཅིག་ག་འདྲ་ཅིག་ཡོང་བསྡད་འདུག་ཨ་ཨ་ད་དེ་ཡིན་མཐའ་མ་ད་ནི་ཁོང་ཚོ་གི་གལ་ཆེ་ཤོས་དེ་ག་རེ་ཅིག་ལབ་ན་ཨ་ནི་ཡང་མགོ་ནས་དེ་ད་ད་ང་ཚོ་ཡུཀ་རེན་གྱི་དམག་མི་ག་འདྲ་ཁྲི་གསུམ་ཟེར་ལ་ཨ་ནི་ཡུ་རོབ་ཀྱི་ངོས་ནས་དེ་རིགས་སྦྱོང་བརྡར་སྤྲད་ཀྱིན་ལ་ཉེ་དེ་འདྲའི་ག་འདྲ་ཁོང་ཚོ་གི་ཐག་ཅིག་གལ་ཆོག་དེ་ར་ད་དགོངས་དོག་ཅིག་བྱས་ཤར་ཨོ་ཨ་འོ་དེ་འདྲ་སོང་ཙང་ཨ་ནི་ད་ག་འདྲ་ག་རེ་ཡིན་ནའང་ག་ད་ད་ག་འདྲ་ད་དགོངས་དོག་ད་ཡུ་རོབ་སྤྱི་མཐུན་ཚོགས་པ་ཡི་དེ་འདྲའི་གནས་ཡི་འགོ་ཁྲིད་ཅིག་གས་ཆུ་ཚང་མ་ཕི་ཡིན་ན་འགྲོ། ཨ་ནི་འགྲོ་བ་ཙམ་མ་ཟད་ཕི་ཡིན་ན་ལ་དེབ་འབྲི་གི་ཐག་གཅིག་གས་ཆུ་དུ་བྱིའུའི་སྐབས་སུ་ཨ་ནི་ག་དུས་ཡུ་རོབ་ཀྱི་ངེས་ནས་ག་དུས་ཡིན་ན་ག་དུས་ཡུཀ་རེན་མཉམ་དུ་ཡོད་བར་བ་ཨ་ནི་དམག་དེ་ག་ཚོད་ཅིག་ཕ་གིང་རིང་པོ་འགྲོ་བ་ཡིན་ན་ག་དུས་ང་ཚོ་ཡུ་རོབ་ཀྱི་ངེས་ནས་ད་གང་ལྟར་སྤྱི་བཏང་ཡུ་རོབ་ལ་ཉེ་ཁོ་སྤྱི་བཏིང་སྐྱེ་སྐབས་དེ་ཡང་ང་ཚོ་ད་བལ་དེ་ཨ་ཞི་རྫིས་ཀྱི་འགྲོ་བ་མི་ཐོབ་ཐང་ཡིན་ན་རེད་ཡང་མ་ན་ང་ཚོ་དེ་ག་ལ་ད་མིག་གི་རིན་ཐང་གང་ལ་ཞི་བོ་རྩིས་ཉེས་ཡིན་དེ་འདྲི་གི་ད་སྤྱི་བཏིང་ཚོགས་པ་གཅིག་ལ་རུ་བ་འོ་དེ་ཡིན་པ་ནང་ལྟར་གི་ཨ་ནི་ད་ད་ལྟའི་ཆ་ལ་ག་དུས་ཡུཀ་རེན་ཡིན་ན་ག་ད་ད་གལ་ཏེ་ར་ཤི་ཡའི་འདི་འཛིན་ཡས་དེ་ཡུཀ་རེན་ཁོ་རང་གི་རྒྱལ་ཁབ་ཀྱི་ཆེད་དུ་ཙམ་མ་ཡིན་པ་ཨ་རི་ཡུ་རོབ་མཁན་ཡོངས་ཁོ་རང་གི་དེ་རིང་འགྲོ་བ་མིའི་ཐོབ་ཐང་དང་ཨ་རི་གཞིས་རྩེའི་མི་གི་རིན་ཐང་གི་ཆེད་དུ་ཅིག་ག་འདྲ་འཛིན་ཡས་དེ་འདྲ་དེ་འདྲ་ཞིག་འཛིན་གི་ཡོད་ལ་ཁོ་ཚོས་ངེས་གཏན་བྱེད་ཀྱི་འདུག་ཐོག་ག་ད་དེ་འདྲ་གི་ནམ་རྒྱུན་བསྟན་ཆེད་དུ་ཨ་རི་དང་གོང་དུ་ག་འདྲ་ཁོ་ཚོ་གི་ནས་དེ་འདྲ་གི་ད་རོགས་སྐྱོར་མུ་མཐུད་བྱེད་གི་ལ་ཉེ་དེ་འདྲས་ག་འདྲ་བས་འགྱུར་བ་གལ་ཆོག་དེ་འདྲ་ཅིག་ག་འདྲ་བྱུང་ཤར་བའོ་འོ་དེ་འདྲ་སོང་ཙང་ཨ་རི་ད་ག་ད་ག་རེ་ཡིན་ནམ་ཡང་ག་ད་ད་གོང་དུ་དེ་འདྲས་ཡང་བས་གནས་ཚུལ་གལ་ཆེ་བོ་ཅིག་ག་འདྲ་བྱུང་ཤར་བའོ་ཨ་རི་ད་དེ་ཡི་མཉམ་དུ་ག་ད

རྒྱ་གར་གྱི་ཕྱག་དེབ་རུ་ཨ། གོ་དེ་དག་སུ་ལ་ད་གང་ལྟར་ག་རེ་ཡིན་ནའི་མ་ག་དེ་དང་གོང་ད་ད་ཡུ་རོབ་སྤྱི་མཐུན་ཚོགས་པ་ཡི་ད་ད་ད་ང་ཚོ་གོ་དྲིས་གནད་ཡིག་གོ་དྲིས་དེ་ཚོ་དང་ད་ང་ཚོ་ཡུཀ་རེན་གྱི་ད་ད་སྲིད་འཛིན་ཛེ་ལན་སི་ཀི་དང་ད་ད་སྤྱི་དང་གི་ད་ཡུཀ་རེན་གྱི་དེ་རེ་གནད་ཡིག་གོ་དྲིས་དེ་ཚོ་ཕོ་ལ་དེ་འདྲ་གི་གྲས་མོལ་དང་བགྲོ་གླེང་དེ་ཚོ་གནང་ལ་ཨ་ནི་ཁོང་ཚོ་གི་ཐག་ཅི་ཡིན་ན་རེ་ཨ་མ་དེ་འདྲ་བྱེད་བྱེད་གལ་ཆེ་བ་ག་རེ་ག་རེ་བྱས་མི་དགོས་ལ་ཨ་ནི་ད་དེ་འདྲ་རོ་གྱི་ཕྱག་དེབ་རུ་ཨ།

དེ་གནས་ཚུལ་དྲོ་ཞིང་ཡོང་དུས་འདུག་བ། དེ་བྱས་ན་དེ་ནི་མཐའ་མ་ལྟར་ད་ལྟ་ང་ཚོ་ལྟར་ར་ཤི་ཡའི་རང་ནི་ཡུཀ་རེན་གི་དམག་དང་འབྲེལ་བ་ཡོད་རྒྱུ་ད་གལ་ཆེ་བོ་ཅིག་ག་རེ་གོ་ཚོད་འདུག་ལ་ནི་ཨ་ད་དེ་ད་ད་དེང་སང་ཉེ་ཆར་རང་དེ་ད་ང་ཚོ་གར་ཟ་འདྲ་འདི་ད་ད་ད་ད་ཡོང་བཞིན་པའི་ད་ཉིས་སྟོང་ཉི་ཤུ་རྩ་བཞི་ད་ད་ང་ཚོ་ཧྥ་རན་སི་གི་དེ་ད་ད་ང་ཚོ་རྒྱལ་སྤྱིའི་གི་རྩེད་འགྲན་དེ་ནང་ལ་ད་ད་ར་ཤི་ཡའི་རྩེད་འགྲན་དེ་ད་འཛུལ་ཞུགས་བྱེད་མ་བཅུག་ལ་ཉེ་དེ་གང་ལ་གང་ད་དེ་འདྲའི་གི་བསམ་ཚུལ་དེ་འདྲའི་རྙོག་དྲ་ཞིག་ཡོང་དུས་བ་འོ་དེ་རྙོག་དྲ་དེ་གང་ལ་ཨ་ད་དེ་དེ་བྱས་ལ་གང་ད་ཨ་རི་གི་ཡན་ནས་གང་ད་ད་དེ་ད་ཡུཀ་རེན་གི་དེ་ད་སྲིད་འཛིན་ཛེ་ལན་སི་ཀི་གི་རེ་བ་བསྐྱལ་བ་དེ་ལ་གང་ད་རྒྱབ་སྐྱོར་སོགས་བྱས།

རྒྱལ་སྤྱིའི་གི་ད་དེ་རེ་གི་རྩེད་འགྲན་ཚོགས་པ་དེ་ཚོ་ཡི་ད་དཀག་ཐུག་གི་ཡེད་དམ་ད་དུ་ང་ཚོ་རྗེས་ལ་ལྟ་ཡ་ཅིག་ཨ་ཆག་དེ་དུ་རུ་བ་དེ་ཆག་ད་སྙམ་དུ་ང་ཚོ་མཐའ་མ་དེ་ལ་གཙང་མ་ཅིག་ག་རེ་བཟོ་དུ་ལ་ན་ད་དེ་ད་ད་ཨ་རི་གི་ཡིན་ད་ཡང་ད་ད་བེ་ལ་རུ་དང་ད་ད་རེ་ཤི་ཡ་དེ་ཚོ་ནས་ཡང་ཡང་དེ་རེ་གི་སྤྱིར་བཏང་གི་སོ་སོ་སྒེར་གི་དེ་རེ་ཡང་རྩེད་འགྲན་པ་དེ་ལ་འཛུལ་ཡ་དེ་པ་ཡིན་ན་ཨ་ནི་དེ་འགྲིག་གི་རེད་དོ་དོ་ག་ད་དེ་འགྲིག་ཡིན་ཡང་བས་བ་ཅེ་འགྲིག་ཤེས་བཟོ་ར་ཅིག་བ་ཅེ་ཡེ་བས་བཟོ་ར་ཅིག་རེ་ཤར་བ།